འདི་འདྲའི་བཟང་ས་ད་ལྟ་ད་ལྟ་གི་ང་ཚོས་ཉོན་ཅིག་འདི་འགྲོ་སྟངས་ཀྱི་རིམ་པ་འདི་རྣམ་པ་ཚོས་ཤེས་དགོས་པ་འདི་ཧ་ཅང་གལ་ཆེན་པོ་རེད་དེ་ནས་འདི་རམ་འདེགས་བྱས་ཤིག་དང་ཁོ་ཚོས་འདི་གང་འདུག་ཟེར་ནས་བྱས་ཨ་ནས་སྤྱི་བཏང་གི་དཔེ་མཛོད་ཀྱི་ཉོན་ཅིག་ངོ་སྤྲོད་བྱས་ཀྱི་ད་ཡིག་ཆ་མང་པོ་ཞིག་བྱས་རེད་དེ་བྱས་རེད་དེ་ནས་ལྷག་པར་དུ་ད་བེད་སྤྱོད་གཏོང་སྟངས་བྱས་འདིས་ཨེ་རྣམ་པ་ཚོས།

འདི་རྗེས་ཀྱི་དཔེ་མཛོད་ཀྱིས་འཛིན་སྐྱོང་བྱས་པ་དང་དེ་གི་སྐར་ཆ་བསྒྲིགས་སྟངས་དང་ད་དེ་འདྲའི་སྐོར་ལས་ད་ཉིན་ཕྱི་དེ་སོ་ཅོག་དེ་འདྲ་རེད་དེ་འདྲས་སོང་ཙང་རྣམ་པ་ཚོས་ངེས་པར་དུ་འདི་གི་རྗེས་ཀྱི་དང་པོ་དེ་སྐར་ཆ་རྩོམ་སྒྲིག་པ་ལ་ཚང་དགོས་ཡ་གི་ཆ་རྐྱེན་ག་རེ་ཡོད་མེད་ཨ་ནི་དེ་ཉིན་ཕྱི་བཀོལ་སྤྱོད་བྱེད་པ་ལ་ཡ་གར་ག་རེ་ཚང་དགོས་ཀྱི་ཡོད་མེད་ཨ་ནི་དེ་ནས་ཉིན་ཕྱི་ནང་འཇུག་བྱ་སྟངས་ཨ་ནི་དེ་ནས་ཉིན་ཕྱི་དེ

ཨ་ནི་འདི། སྐུ་ཉིད་དཔེ་མཛོད་ལ་ཕེབས་པ་དགའ་བསུ་ཞུས། ཨ་ད་དེ་བྱེད་དུས་འགྲིག་པ་རེད། ཨ་ནི་འདི་བྱེད་རྩ་ནས། རྩ་བའི་འདི། ནང་ལོགས་ལ་འཛུལ་མཁན་དེ་སི་ཡིན་པ་དང་ཨ་ནི་དེ་ནི་བར་ཆོད་ལོགས་ལ་ཕ་དོན་ཡིན་ན་འདི་ནི་མེད་འདུག་བྱས། ཨ་ནི་འདི་འང་འདི་རྩ་ནས་ད་ལྡི་ལི་ཡ། རྩ་བའི་གི་མཉེན་ཆས་དེ་གི་ད་འཛིན་སྐྱོང་བྱས་ཚར་གི། སྡེ་ཚན་ཁག་ལྔ་རེ་ཅིག་ཆགས་ཡོད་རེད། འདིའི་རེ་རེ་གི་ནང་ལོགས་ལས་ཡང་ཁོ་དེ་ཚོས་མ་འདྲ་མ་འདྲ་བ་བྱས་བྱས་དང་པོ་བོད་ནང་བདེ་བཙན་ཆགས་ཆགས་བས་ན་སྤྱི་བཏང་གི་འཚོལ་ཞིབ་བྱེད་ས་འདི་འཚོལ་ཞིབ་བྱེད་ས་འདི་ལས་ཡོད་རེད་དེ་ནས་མིག་སེར་གྱི་འཚོལ་ཞིབ་བྱེད་དགོས་ཡོད་ན་འདི་ནས་མིག་སེར་གྱི་དང་འཚོལ་ཞིབ་བྱེད་སྟངས་ཀྱི་རིམ་པ་གཅིག་བྱེད་འདི་ནས་སྐར་ཆ་གསར་བ་ཡ་བཅུ་གཡར་དང་བཅུ་གསུམ་པ་དེ་རྩོམ་སྒྲིག་བྱེད་ས་གཅིག་བྱེད་རེད་དེ་ནས་དེའི་ནང་ལོགས་ལ་ཕྱིན་པ་ཡིན་ན་བེད་ཆ་དེ།

ཨ་འདི་གང་འདུག་ཟེར་ནས་འབད་ན་ལམ་བཟང་དེ། ཁྱེད་ཀྱིས་དྲང་མཛོད་ཀྱི་རྒྱབ་རྟེན་དེ་སྲིད་སྦས་སྐབས་འདི་ན་ལ་ཉར་ཚགས་བྱེད་ཀྱི་ཡིན་པས། ཨ་ནི་འགྲིག་ཚེ་ལབ་ན་དེ། ཁོ་གི་ལམ་བཟང། རྒྱབ་རྟེན་དེ་འདུག་ཟེར་ཉར་བ་རེད། ཨ་འདི་མྱང་ཙ་ནས་ད་ནང་ཚོད་དྲུག་བལྟས་པས་ན་ཕྱི་གི་ནང་ལོགས་ལ། ངས་དེ། སྦས་སྐབས་ཟེར་ད་ཁོ་དེ། སོས་ཆེ་ཨ་ནི་འདི་ནས་ཁྱོད་ཀྱི། དྲང་མཛོད་ཀྱི་རྒྱབ་རྟེན་དེ་ཉིས་སྟོང་བཅུ་དགུའི་ཟླ་བ་དྲུག་པའི། ཚེས་ཉི་ཤུ་ལྔ་དང་ཕྱི་ཚུལ་གསུམ་དང་སྐར་མ།

ད་དེ་ནས་ད་གཅིག་དེ་དཔེ་མཛོད་སྒྲིག་དགོས་ཟེར་དེ་དེ་རེད་ད་འདི་ཧ་ཅང་གལ་ཆེན་པོ་རེད་དེ་འདྲའི་སོང་ཙང་དང་པོ་དེ་ད་ཆ་དེའི་ནང་ལོགས་ད་ང་ཚོ་དཔེ་མཛོད་ཅིག་བཞག་ཡོད་རེད་ཨན་དེ་ནས་འདི་འོག་གི་བཟོ་བཅོས་ཟེར་ཡ་དེ་བསྣན་པ་ཡིན་ན་ཁོ་བཟོ་བཅོས་རྒྱབ་འཇུག་གི་རེད་ཨན་དེ་བསྣན་བྱས་ཨ་ནི་ཁྱོད་རང་གི་དཔེ་མཛོད་ཀྱི་མིང་ག་རེད་ན་དེ་མིང་དེ་མིང་དེ་སྔོན་མ་དེ་རྒྱབ་དགོས་ཀྱི་ཡོད་རེད་གང་ཡིན་ཟེར་ན་འདིའི་ནང་ལོགས་ཀྱི་ཁ་བྱང་རེད་ཁ་བ་འདྲ་རེད་ཨ་ནི།

དཔེ་མཛོད་ཁང་གི་མིང་དེ་བྲིས། ཨ་ནི་དེ་ནས་དཔེ་མཛོད་ཁང་གི་ཁ་བྱང་དང་པོ་དེ་བྲིས། ཨ་ནི་གྲོང་སྡེ་ག་རེ་ནས་གྲོང་སྡེ་གི་ཨང་དེ་བྲིས། ཨ་ནི་དེ་ནས་རྫོང་ག་རེ་ནས་རྫོང་བྱས། ཨ་ནི་སྦྲག་ཨང་དེ་སྦྲག་རྩིས་ཨང་ཟེར་གི་རེད་བ་ད། སྦྲག་ཁང་གི་ཨང་ཀི་དེ་ག་རེ་ནས་དེ་བྲིས། ཨ་ནི་དེ་ནས་དཔེ་མཛོད་ཡོད་ས་གི་མངའ་སྡེ་དེ་བྱས། ཨ་ནི་དེ་ནས་རྒྱལ་ཁབ་གི་མིང་བྱས། ཨན་དེ་ནས་ཨན་ཆ་རང་གི་ལས་ཁང་ཡིན་པའི་ནི་རེ་མི་གི་རེ་ནི་དེ་ཡི་ཁ་པར་ཨང་གྲ་ཁྲེ་ཨན་དེ་ནས་ལོང་ཁྲིན་གི་ཨང་གྲ་ཆེ་ཨན་དེ་ནས་ད་ལོང་ཁྲིན་དེ་ལས་ཁང་གྲབ་ཆེ་ཡིན་པའི་ནི་ཁོ་ལས་ཁང་གི་བེན་ཛོན་རང་གི་ལོང་ཁྲིན་གི་ཨང་གི་ཆར་བ་དེ་ནང་ཆེན་གི་ལོང་ཁྲིན་གི་ཨང་གི་དེ་ཡི་ད་གཙང་ཡོན་ཨང་གྲ་དེ་ངེས་པར་དུ་དེ་ཁོ་དགོས་གི་ཡོད་རེད་ཨན་དེ་ནས་བེན་ཛོན་ཁང་གི་དྲ་རྒྱ་ཡོད་པའི་ནི་དྲ་རྒྱ་གི་མིང་དེ་དེ་ལ་གོ་ཡ་ཆེ་ཨན་དེ་ནས

དེ་གང་ལ་སླེབས་ཀྱི་རེད། དེ་ནས་དཔེ་མཛོད་ཀྱི་ས་ཁྲ། ད་ལྟ་དེའི་ནང་ལོགས་ལས་ད་དཔེ་མཛོད་ཀྱི་ས་ཁྲ་ཅིག་བཟོས་འདུག་བ་དེའི་ནང་གཞན་བྱས་བྱས་ཨན་སོ་སོ་སོ་གི་དཔེ་མཛོད་ཀྱི་སོབ་ཁྲ་ཡོད་པ་ཡིན་ན་འདུག་སོབ་ཁྲ་བྱས་བྱས་པར་རིས་དེ་ནས་ལེན། པར་རིས་དེ་དེ་ནས་ཉར་ཚགས་བྱས་བྱས་ཨ་འདུག་སུ་ཅིག་ལུས་ཡ་ཅིག་རེད། ཨ་ནི། འདི་ཅིག་ཆ་ཚང་ཚགས་པ་ཡིན་ན་ཨ་ནི་གོ་དེ་འགྲིགས་བྱས་འདུག་སུ་ལབ་བྱས་ཨ་ནི། ཉར་ཚགས་བྱས་པ་ཡིན་ན་ཨ་ནི་དེའི།

ད་དཔེ་མཚོན་བྱེད་ཀྱི་དཔེ་ན་ནང་ལོགས་ལས་ད་ཕྱག་ལེན་གནང་གི། ད་དེ་འདྲ་མང་པོ་ཡོད་པ་ཙམ་ཙམ་དེ་རྗེས་ཀྱི་དབང་ཚད་ཀྱི་རིམ་པ་ད་དང་པ་ཨེ་འགྲུབ་མིན་བྱས་ཏེ་སྤྱི་ཁྱབ་འཛིན་སྐྱོང་པ་དང་སྤྱི་ཁྱབ་འགན་འཁི་ངི་སོང་ཙང་དེ་ཡི་ཡོན་གྱི་ཅིག་སྒྲིག་དགོས་ཆེ་ཨ་ངུར་རྩིས་སྙན་ཐོ་ད་ད་དེ་རྗེས་ཡོངས་སུ་རྫོགས་པའི་ཐོབ་ཐང་ཡོད་པ་ད་དེ་འདྲ་རེད། ད་དེ་རྗེས་ད་འདི་འདྲ་བ་ན་རྩོམ་སྒྲིག་པ་འདྲ་བོ་ཅིག་མིན་ན་ཨ་ནི་ཨང་ཁོ་ཅིག་ཐོབ་ཐང་ག་རེ་ག་རེ་སྤྲད་དང་མ་སྤྲད། ཨང། དེ་ནས་སྤྱི་བཏང་གིས་ད་དེ་ནང་ལ་ཅིག། ཐེབས་ཚོང་གི་དྲ་བ་ཅིག་འབེལ་ནས་རེད་ད་དེ་རྗེས་ལ་ཡ། ཐོབ་ཐང་ག་རེ་སྤྲད་དང་མ་སྤྲད་ཟེར་ཡ་དེ་དེ་རྗེས། རྩོམ་སྒྲིག་བྱས་ཡ་ཅིག་དེ་རེད། ཨ་ནས་གཉིས་པ་དེ་ད། ལས་ཀ་བྱེད་མཁན་མི་གསར་བ་ཞིག་དེ་ནང་ཡ་བཀོལ་ཡ་ཡིན་པས་ན་དེ་ལ་བསམ་འཇུག་གསལ་ཞིག་རོགས་གོ་དེ་ནམ་བྱས་ཨ་ནས་ངན་དང་པོ་དེ། མིང་དེ། དཔེར་ན། ད་དེ། ཡིན་གཅིག་བྲིས་པས་ན་རེད་བོད་ཡིག་བྲིས་པས་ན་རེད།

ངོ་མ་དེ་གོ་གི་ཡོད་རེད། དེ་མེད་པ་ཡིན་ན་ཞུ་གུ་དེ་ནག་ལོ་ལས་ད་གོ་དེ་བྱེད་ཐུབ་གི་མ་རེད། ག་ཚོད་རེད་གསང་བ་རྒྱས་པ་དག་དེ་འདྲས་བྱུང་པ་ཡིན་ན། རླུང་འཕྲིན་ཁ་ཤགས་ངེས་པར་དུ་ངོ་མ་དེ་མེད་པ་ཡིན་ན་ཁོ་ལས་ཀ་བྱེད་ཐུབ་གི་མ་རེད། འདི་འདྲས་སོང་ཙང། དེ་བྱས་འདི་ནས་ད་གོ་ལས་ད་གསང་བའི་ཨང་གྲངས་ད་ག་རེ་རེད་བྱེད་དགོས་ཀྱི་ཡིན།